ཨོ་ལྷན་རྒྱལ་ཚུ་སྐུ་ཁམས་བཟང། ང་བཀྲ་ཤིས་ལྷ་མོ་ཡིན། ད་ང་རང་ཚོ་མི་མང་པོ་ཅིག་གིས་ཨ་ཅག་བཀྲ་ཤིས་ལྷ་མོ་རང་ཕ་ཡུལ་ག་ནས་རེད་སྐད་ཆ་དྲི་ཉེ་འདུག་ག་ངའི་ཕ་ཡུལ་དེ་གཙང་བོ་ཡུག་ནས་ཡིན། དེ་འདི་སོ་སོའི་ཕ་ཡུལ་ལ་ཡིན་ན་ལས་ང་ལ་དགའ་ཉེ་ཡོད་ལ་སྡུག་ཉེ་ཡོད། ཁ་ཤས་ཅིག་གིས་ན་ཨ་ཅག་བཀྲ་ཤིས་ལྷ་མོ་རང་ངོ་ནས་བྱིས་བརྩེའི་སྒྲོལ་མ་རང་རེད་ཤག་ལྷ་མོ་རེད་ཤག་ཟེར་རེད་ཡང་ཁ་ཤས་ངས་ནི་སྐྱག་པའི་བང་ཧུང་གཅིག་བྱས་ཤག་གཉིས་བྱས་ཤག་ཟེར་རེད་ཡིན་ནའི་བཀྲ་ཤིས་ལྷ་མོ་ལ་ཆ་བཞག་བ་ཡིན་ན་དྭགས་པ་ཏོ་ལ་ཡིན་ན་སོ་སོས་མགུ་མ་སྦྱིན་པ་དང། མི་ནས་ཐེ་བོ་གཉིས་གནམ་ལ་ཀེར་བྱས་སློང་བྱས་ཀྱི་ཉམ་ཐག་གི་ནད་པ་མང་པོ་ཅིག་གི་སོ་སྐྱབས་བྱས་ཡོང་པ་ཡིན། དེས་འདི་བརྩམས་པ། ང་ལ་བསྟོད་བསྔགས་བཏང་ནས་ང་དགེ་རྒྱུ་མེད་ལ། སྨད་ར་བཏང་ནས་ང་དེ་བས་སྡུག་རྒྱུ་གལ་མེད། ད་ལྟ་ལ་ཆ་བཞག་ན་འཚོ་བ་སྐྱིད་ཐག་ཆོད་ཡོད་སྨད་ར་མ་དགོས་ག་རེ་བཏང་པ་ཡིན་ན་རེད་སོ་སོ་ཟ་ཡ་ཡོད་པ་མི་ལ་བལྟས་ཡ་ཡོད་པ་ས་ནས་ས་ལ་ཟ་ཡ་གལ་མེད། ཨ་ཡ། དེས་འདི་ད་དེ་རིང་གི་དེ། ནད་པ་དེ་ཡོད་སྐྱོ་དེ་ཡིན་ན། ང་ཚོ་ཕ་ཡུལ་གཅིག་པ་ཡིན་ལུང་པ་གཅིག་པ་གཅིག་རྐྱང། སྟག་རྩེ་ཤང། རི་ཆུང་ཚོའི་ནས་རི་བ་བྱ། དེ་འདི་དང་ང་རང་ཚོ་མི་གསོན་འདྲ་ཅི་ཡིན་ནས་མི་དེ་ལ་རེ་མ་གོ་དང་ལམ་དེ་ལ་འགྲོ་མ་གོ་ཟེར་དེ་ཅི་ཡོད་མ་རེད། འོ་ཡ་ད་ང་རང་ཆ་ཤས་ན་ཕ་ཡུལ་དེ་ལ་ཕན་མཐོ་བའི་ལས་ཀ་བྱེད་མ་ཐུབ་པ་ཡིན་ན་ལས་ངན་གནོད་སྐྱེལ་བའི་ལས་ཀ་ཡིན་ན་རྩ་བ་ཉིད་ནས་བྱེད་ཀྱི་མ་རེད། ད་དེ་ཉམ་ཐག་ནས་བ་དེ་སྤུ་གུ་དེ་བྱིན་ནས་ལོ་དྲུག་རེ་བཞག་ཡང་རྣམ་པ་ཚོ་ལ་རེ་བ་དེ་འདྲ་ཅི་ཞུ་གི་ཡིན་སྐད་དྲིན་ཅི་ད། སྤུ་གུ་དེ་ཆ་ཤས་ན་ན་ཚ་དེ་བའི་ས་ཡི་པིང་ཟེར་གི་ན་ཚ་དེ་འདྲ་ཅི་རེད་བཞག་ན་ཚ་དེ་ག་རེད་ཟེར་སོང་ན་ང་རང་ཚོ་གི་ད་པགས་པ་གང་ག་ལ་ལ་ཕ་མ་སོས།

རྦད་དེ་གྲ་ཡ་མེད་པ་ཡིན་ན་ལས་དེའི་ཨི་གུང་དེ་ཚོ་ཕར་ཧྲ་ཏག་ཏག་བཟོ་ཐུབ་ཡ་ཞིག་ཁུ་ཆི་ད་ལྷས་ས་ནས་བརླག་ཁག་མི་འདུག་རྒྱ་ནག་སྨན་ཁང་ལ་རྒྱུགས་སུ་ལབ་ཤག་ད་ས་ཉིན་རྒྱ་ནག་འགྲོ་ཡ་རེད་ཤག་ད་ནི་ཚང་མ་ལོག་ཁུ་ཆི་ད་ང་རང་ཚོ་གི་ཆ་རྐྱེན་ཡོད་པ་ལྷག་པར་དུ་འུ་ཡུག་གི་མི་ཁོ་ཚོ་ད་ལོངས་ཤོག་ང་རང་ཚོ་ཆ་རྐྱེན་ཡོད་པ་གི་གོ་ཙ་མོ་ཙ་ཆ་རྐྱེན་མེད་པ་གི་ད་དེ་དྲོན་ཕག་རྒྱུད་གུར་དེ་གང་བྱས་ཀྱང་ང་རང་ཚོ་ཆ་རྐྱེན་ཡོད་པ་མང་པོ་ཅིག་གི་ཐོང་བཅུག་ར་ན་ད་བཀྲ་ཤིས་ལགས་མོ་སོ་སོ་རེ་གཉིས་ཆ་བཞག་བས་ན་ད་རིགས་དེ་ཚོང་གི་ངོས་སྒོར་མོ་སོམ་སྟོང་ཅིག་ཁུ་ཤ་ཡོད་ད་ཁུ་གཉིས་ད་ནི། ཁོ་ཚོ་ད་རྒྱ་ནག་ལ་ཕར་འགྲོ་འདོད་གི་ཅིག་བདག་ལ་བརྩམས་ཅིག་སེམས་ཀྱི་ཁྱད་དེ་འདྲས་ཅིག་ཡིན་སྲིད་ད་ཚང་མ་ལོ་ང་རང་ཚོ་འུ་ཡུག་གི་མི་ཁོ་ཚོ་ལྷག་པར་དུ་ད་ད་རེས་སྐུ་ཅིག་རྒྱབ་སྐྱོར་གང་མང་བྱེད་ན་ཅི་ཡ་ང་སྙིང་རྗེ་བའི་སྤུ་གུ་དེ་ལས་ད་དངོས་གནས་ཀྱི་བླ་མ་དཀོན་མཆོག་མཁྱེན་ཡ་དངོས་ན་སྙིང་རྗེ་ཡ་ང་ཡ་འདྲེ་རེ་ཤ་ན་ཚ་ནད་ངན་དེ་འདྲས་ད་ངེད་རེ་འདྲ་ཡིན་པ་ཡིན་ན་ལས་ནད་ངན་དེ་འདྲས་དངོས་གནས་ཀྱི་མ་གཏོང་པ་ཞོ་སི་ངས་སྨོན་ལམ་རྒྱས་ཀྱི་ཡོད་བྱས་ཙང་ཚང་མ་ལ་སྐུ་ཅིག་རྒྱུད་བསྐུར་དེ་གང་མང་བྱས་མོ་ཚ་ཕིང་ཚ་ག་ཚ་ཡོད་ན་སྐུ་ཅིག་སྐུ་ཅིག་ད་ཁྱེད་རང་ཚོ་གི།

བསྐྱབ་ཐུབ་ན་དེ་ནི་དཔེ་མི་སྲིད་པའི་ཡག་པོ་རེད་བསམ་བསམ་འདུག་དེ་ཚང་མ་ལ་བསྐྱར་བསྐྱར་གང་མང་ཞིག་གནང་རོགས་གནང་སྐད་དྲིན་ཆེ།